གངས་རི་རྭ་བའི་བསྐོར་བའི་ཞིང་ཁམས་སུ། ཕན་དང་བདེ་བར་མ་ལུས་འབྱུང་བའི་གནས། སྤྱན་འདྲེན་གཟུགས་དབང་བསྟན་འཛིན་རྒྱ་མཚོ་ཡི། ཞལ་དཔལ་གསུམ་དུས་བར་དུ་བསྟན་གྱུར་ཅིག། རེ། བཞུགས་གནས་སློབ་ཕྲུག་ཤ་བོ། སློབ་ཕྲུག་ཆེ་བ་ཞའོ་རྡོ་རྗེ་སོགས་ཀྱིས་གུང་ས་མཆོག་གི་བཀའ་སློབ་སྒྲོག་སྦྱང་བྱེད་ཀྱིན་པའི་སྒྲོག་སྦྱང་བ་རྣམ་པ་གར་སྟེགས་དུ་ཕེབས་རོགས།
གོང་ས་མཆོག་གི་བཀའ་སློབ། ང་རང་ཚོ་འཛམ་བུ་གླིང་འདིའི་སྒང་ལ་མིའི་ནུས་པ་ཆ་ཚང་ཞིག་བེད་སྤྱོད་བྱེད་ཐུབ་པ་ཡོང་བ་ལ་ཤེས་ཡོན་དགོས་ཀྱི་ཡོད་པའི་ཤེས་ཡོན་ཧ་ཅང་གལ་ཆེན་པོ་རེད། ཡིན་ནའང་ཤེས་ཡོན་ཟེར་པ་དེ་ཉི་མ་གཅིག་ལ་འགྲུབ་ཐབས་མེད་པར་ལོ་ནས་ལོ་བསྟུད་དེ་འབད་བརྩོན་བྱས་ནས་ཡོང་དགོས་པ་ཞིག་ཡིན། དེ་བཞིན་སློབ་གྲྭ་མཐུན་གྱི་ཕྲུ་གུ་ནང་ལ་སློབ་སྦྱོང་གང་ལ་གང་འཚམ་བྱེད་ཨིན་ཅི་ཅིག་བྱེད། ཝེ་ཡིག་ཞིག་ཞེས་ཧིན་དིའི་འདྲ་ཞེས། དེ་ཤེས་པའི་མཐའ་མ་ཝེ་སྤྱོད་བྱེད་ས་དེ་སྤྲང་འཁྱམ་ཆེ་ནས་བསྡད་པ་དང་འགའ་ཤས་ཁ་ལུད་རྒྱག་མཁན་བྱས་པའི་གནས་ཚུལ་ལོ་ཤས་སྔོན་གོ་ཐོས་བྱུང། དེ་ཚོ་ཤིན་ཏུ་ཐབས་སྡུག་རེད། ཆེ་ས་ཝེ་སྤྱི་བའི་དམིགས་ཡུལ་ཆེན་པོ་ཞིག་ལ་དམིགས་པ་དང་ཆུང་ས་སྒེར་སོ་སོའི་དངོས་གནས་ཡ་རབས་སྤྱོད་བཟང་ལྡན་པའི་མི་བཟང་པོ་ཞིག་ཆགས་ན་བསམ་པའི་བསམ་བློ་དེ་འདྲ་ཞིག་བཞག་ནས་སློབ་གྲྭ་དེ་དག་བརྩིགས་པ་རེད། སློབ་སྦྱོང་བྱས་པའི་མཐའ་མ་ལ་འདི་འདྲའི་གནས་ཚུལ་ཆགས་ཡོང་དུས་དངོས་གནས་བློ་ཕམ་སྐྱེ་གཞི་ཞིག་རེད།
གོང་ས་མཆོག་གི་བཀའ་སློབ། གཤིས་ཀ་དང་སྐྱོ་ལམ་ལེགས་པོ་ཡོད་མིན་དེ་ཡང་སེམས་དུ་མིན་ལ་ཐུག་ཡོད། སེམས་མ་དུལ་ན་ཕྱི་ནས་སུ་དག་གི་མི་ལ་འཛུམ་ཤིག་ཤིག་བྱས་ཀྱང་སྐྱག་ཟིན་རེད། སེམས་རྒྱུད་ཞི་ཞིང་དུལ་བ་ཞིག་དང་སྤྲང་པོ་ཞིག་ཡོད་པའི་ཚོད་ཀྱི་མི་དེ་མཛེས་པོ་དང་མི་དེ་བཟང་པོ་ཆགས་ཡོང་གི་རེད། སེམས་རྒྱུད་ཞི་ཞིང་དུལ་བ་ཞིག་དང་སྤྲང་པོ་ཞིག་ཡོད་པའི་ཚོད་ཀྱི་མི་དེ་མཛེས་པོ་དང་མི་དེ་བཟང་པོ་ཆགས་ཡོང་གི་རེད། དེས་རང་ཉིད་ཀྱི་རོགས་པ་རྣམས་ཀྱང་བག་ཕེབས་པ་དེ་དག་བསགས་ནས་རང་ཉིད་ཀྱི་རོགས་པ་དང་རོགས་པ་རྣམས་ཀྱང། དེས་རང་ཉིད་ཀྱི་རོགས་པ་དང་གཤིས་ཀ་རྣམས་ཀྱང་བག་ཕེབས་པ་དེ་དག་བསགས་ནས་རང་ཉིད་ཀྱི་ཁྱིམ་ཚང་དང་སྤྱི་ཚོགས་གྲོང་ཁྱེར་སྐྱིད་པོ་དང་ལེགས་པོ་ཡོང་གི་རེད། མི་ཡི་ཡ་རབས་བྱེད་འགོ་བ་འདི་ལ་མི་ཡ་རབས་བྱེད་འགོ་བ་འདི་ལ། མི་ཡ་རབས་ཀྱི་འཇའ་སྟོང་དང་ཁྲི་འབུམ་བྱུང་ཡང་མང་བའི་སྐྱོན་དང། ཉུང་བའི་སྐྱོན་དང་མི་ཡ་རབས་བྱེད་མཁན་གཅིག་ཡིན་ཡང་མང་བའི་སྐྱོན་རེད། མདོར་ན་ང་ཚོ་མི་ཞིག་ཡིན་པའི་ཕྱིན་ཆད་ཡ་རབས་བྱེད་དགོས་བ་འདི་ལ་སྲོག་དང་ཁྱད་མེད་ཀྱི་ཡི་ཤེས་ཀྱི་སྐད་ཆེན་པོ་རེད།
ྋགོང་ས་མཆོག་གིས་བཀའ་སློབ། ང་ཚོ་བོད་རིགས་ཀྱི་ནང་དུ་ཆ་བཞག་ན། མ་རབས་ཅན་གྱི་མི་གཅིག་ཡིན་ན་ཡང་མང་དྲགས་པ་དང། ཡ་རབས་ཅན་གྱི་མི་བརྒྱ་ཐམ་པ་ཡོད་ཀྱང་ཡང་ཉུང་དྲགས་པ་རེད། ཆོས་ཁས་ལེན་མིན་དང་སྐྱེ་བ་སྔ་ཕྱི་ཁས་ལེན་མིན་ཇི་ལྟར་ཡང། མ་ཞིག་དོན་གོ་བའི་མི་ཞིག་ཡིན་ཕྱིན་ཆད་ལ་ཡ་རབས་བྱེད་རྒྱུ་དེ་དངོས་གནས་གལ་ཆེ་ལ། དེ་ནི་ང་ཚོའི་མི་རིགས་ཀྱི་གཞི་རྩ་གཙོ་བོ་ཞིག་རེད། ཡ་རབས་དེ་རྩ་བའི་སྡོང་པོ་ལྟ་བུ་ཆ་བཞག་སྟེ། སྡོང་པོ་དེའི་ཐོག་འཇོན་ཐང་དང། ཤེས་ཡོན་གྱི་ཡལ་ག་ལོ་མ་འབྲས་བུ་ཕུན་སུམ་ཚོགས་པ་ཇི་ཙམ་ཞིག་རྒྱས་པ་བྱུང་ཡང་ལེགས་ཤིང། ཡ་རབས་དེའི་རྩ་བའི་སྡོང་པོ་ལྟ་བུ་ཆ་བཞག་སྟེ་སྡོང་པོ་དེའི་ཐོག་འཇོན་ཐང་དང་ཤེས་ཡོན་གྱི་ཡལ་ག་ལོ་མ་འབྲས་བུ་ཕུན་སུམ་ཚོགས་པ་ཞིག་རྒྱས་པ་བྱུང་ཡང་ཡང། དུག་དང་སྨན་གང་ཡང་མི་ཤེས་པའི་གནས་ཚུལ་ཆགས་ཡོད།
གོང་ས་མཆོག་གི་བཀའ་སློབ། ད་ཆ་ང་ཚོ་དུས་ཚོད་གཉན་འཕྲང་འདི་འདྲ་ཞིག་འགྲིམས་པའི་སྐབས་སུ། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་བྱའམ་འོད་གངས་ཅན་གྱི་ཡུལ་དུ་སྐྱེས་པ་དང། དམིགས་བསལ་གྱི་ཁྱད་ཆོས་ཀྱི་རྣམ་པས་བརྒྱན་པའི་མི་རིགས་ཤིག་ཡིན་པ་འདི་ངོས་འཛིན་གསལ་པོ་བྱེད་དགོས། ང་བོད་པ་ཞིག་ཡིན་བསམ་པའི་སྙིང་སྟོབས་དང་ང་བོད་པ་ཞིག་ཡིན་བསམ་པའི་ལ་རྒྱ་དང་ཤ་ཞེན་བྱེད་རྒྱུ་ཧ་ཅང་གལ་ཆེན་པོ་རེད། བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་གཟི་བརྗིད་དང་ཁྱད་ཆོས་འབུར་དུ་ཐོན་ས་གཙོ་བོ་དེ་སོ་སོའི་རིག་གཞུང་གི་ཐོག་ནས་ཐོན་མྱོང་གི་ཡོད། ང་ཚོའི་རིག་གཞུང་རྒྱ་ཆེན་པོ་དང་གཏིང་ཟབ་པོ། སྤྱིར་བཏང་བོད་པ་མང་ཆེ་བ་ནང་པ་ཡིན་པའི་ཆ་ནས་ནང་པའི་ཆེས་ཤེས་པ་བྱེད་རྒྱུ་འདི་གལ་ཆེན་པོ་འདུག།
ྋགོང་ས་མཆོག་གི་བཀའ་སློབ། ལྷག་པར་སློབ་གྲྭ་ཁག་ནང་སློབ་སྦྱོང་བྱེད་མཁན་སློབ་ཕྲུག་ཚོར་ཤེས་ཡོན་སློབ་སྦྱོང་སྤྲོད་པ་ཙམ་མ་ཡིན་པར་རྩ་བའི་མི་བུ་དག་པོ་ཞིག་བཟོ་རྒྱུ་དེ་དམིགས་བསལ་དོ་སྣང་བྱེད་དགོས། སྤྱི་དང་འཛམ་གླིང་ཐོག་ཤེས་ཡོན་སློབ་སྦྱོང་སྤྲོད་མཁན་ཚང་མས་ཡ་རབས་དང་སྤྱོད་པ་བཟང་པོ་བྱེད་དགོས་པའི་བསླབ་བྱ་རྒྱག་གི་ཡོད་ཀྱང། སྤྱིའི་མཐོང་ཚོད་ལ་སློབ་གྲྭ་ཞེས་བརྗོད་དུས། གཙོ་བོ་རྩ་བའི་ཤེས་ཡོན་ཁོ་ན་སློབ་སྦྱོང་སྤྲོད་རྒྱུར་དོ་སྣང་བྱེད་མཁན་ཞིག་ཏུ་ངོས་འགྱུར་ཡོད། དེ་གཅིག་པུའི་དང་མི་འདུག་གང་ཡིན་ཞེ་ན། ཤེས་ཡོན་ཡོད་ཀྱང་ལྷག་བསམ་གྱི་རྒྱབ་འཁྱོག་པ་ཞིག་མ་བྱུང་ན་ཤེས་ཡོན་གྱིས་ཕན་ཐོགས་མིན་དང་གནོད་པ་སྐྱེ་མིན་བརྗོད་མི་ཐུབ། དེས་ན་སློབ་གྲྭའི་ཁག་ནང་འཚར་ལོངས་བྱེད་བཞིན་པའི་མི་རབས་རྗེས་མ་རྣམས་སྤུས་དག་པོ་ཡོང་བར་ཚང་མས་དོ་སྣང་བྱ་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན།
གོང་ས་མཆོག་གི་བཀའ་སློབ་འདས་པའི་ལོ་སུམ་ཅུ་སོ་གྲངས་ནང་ང་ཚོར་སློབ་གྲྭའི་ནང་ནས་སློབ་སྦྱོང་གང་ལ་གང་འཚམ་ཐོན་ནས་མཁས་རི་ཞིག་ཡོང་གི་ཡོད། ཁོང་ཚོའི་བོད་ཀྱི་ཆོས་དང་རིག་གཞུང་གལ་ཆེན་པོ་ཡིན་པའི་ཤེས་ཀྱི་ཡོད། ཚང་མའི་སྣང་བ་ལ་འཇགས་གདན་ཡོད་པ་རེད། འོན་ཀྱང་འགག་ལ་ཐུག་པའི་སྐབས་ལ་སོ་སོའི་སྒེར་གྱི་དཔལ་འབྱོར་དང་འབྲེལ་བའི་གོ་སྐབས་བྱུང་བ་ཡིན་ན་དེ་དང་ལེན་བྱེད་པ་མ་གཏོགས། འོ་བྱེད་པའི་དོན་དག་དང་གཡང་དགོས་ང་རང་ཚོ་མི་རབས་ནས་མི་རབས་གཙོ་རྐྱང་བྱས་འདིའི་ལས་རིགས་འཐེན་འདྲའི་ནང་ལ་ཆོས་ནས་དོན་སྣང་མེད་པ་འཐེན་འདྲ་ཡོང་གི་འདུག་འོ་ཅི་ཆོས་དང་རིག་གཞུང་འདི་དག་བཟང་བོ་ལངས་པའི་ཆེད་ནོར་བྱེད་དྲགས་པ་ཅིག་སེམས་པ་མི་དྲན་ཅིང། སོ་སོ་མི་རིགས་ཤིག་གི་དོན་དག་ཡིན་སེམས་པ་དྲན་དགོས་ཀྱང། ཤེས་ཡོན་གང་ལ་གང་འཚམ་ཡོད་པ་འགའ་ཞིག་སོ་སོའི་ཁྱིམ་ཚང་གི་གནད་དོན་དང་འབྲེལ་བའི་གོ་སྐབས་གམ་དུ་བྱུང་རུང་རྗེ་བཙུན་འོས་ཤིང་པའི་དོན་དག་ལ་དེ་ཙམ་གྱིས་སེམས་སྐྱོ་མེད་མཁན་དེ་འདྲ་ཡོང་གི་འདུག་སྤྱིར་ན་མི་སོ་སོ་སྒེར་གྱི་ཐོབ་ཐང་རེད་ལ། རང་དབང་ཡིན་པས་སོ་སོ་ག་རེ་བྱས་ཀྱང་དེ་ཆོག་གི་མ་རེད་ཟེར་ཐབས་མེད་ནའང་བློ་ཕན་པའི་གནས་ཚུལ་ཞིག་རེད།

གོང་གསལ་ཆོས་ཀྱི་བཀའ་སློབ་གལ་ཆེ་ཤོས་གཅིག་ལ་རང་རེའི་ཡོན་ཏན་གྱི་ཡར་རྒྱས་ཅི་ཙམ་ཕྱིན་པའི་ཚོད་ཀྱིས་ང་ཚོའི་ནང་ཁུལ་གྱི་ནུས་ཤུགས་གཅིག་ཏུ་བསྒྲིལ་ནས་ཆོས་སྲིད་ཟུང་འབྲེལ་གྱི་སྤྱི་དོན་མ་བརྗེད་པར་བྱས་ཏེ་ཐུན་མོང་གི་བདེ་བརྩོན་བཤད་རྒྱུ་དེ་གལ་ཆེན་པོ་འདུག་རང་གི་ཡོན་ཏན་གནོད་འཚེ་ཇེ་མཐོར་ཕྱིན་ཏེ་གཤོག་པ་ཆུང་ཟད་སྐྱེས་པ་ན་རང་ཉིད་གཅིག་པུར་འཕུར་ནས་འཛུལ་རྒྱུའི་བསམ་བློ་གཏོང་མཁན་ཡིན་སྲིད་པས་དེ་ལ་ཉེན་ཁ་ཡོད། རང་གི་ཡོན་ཏན་གནོད་འཚེ་ཇེ་མཐོར་ཕྱིན་པ་དང་ཆབས་ཅིག་རང་གི་མི་རིགས་དང་རང་གི་ལུང་པའི་དོན་དུ་ཐུན་མོང་གི་འབད་བརྩོན་ལ་བརྟེན་ནས་བསྒྲུབ་དགོས་བའི་གནོད་འཚེ་དེ་ནམ་ཡང་མ་བརྗེད་པ་ཤེས་རྒྱུ་ཤིན་ཏུ་གལ་ཆེའོ།
ྋགོང་ས་མཆོག་གི་བཀའ་སློབ། ང་ཚོས་མི་གཅིག་བཟུང་ན་ལེབ་ཕྱིན་ཆད་གཅིག་གིས་གཅིག་ལ་རྟེན་འབྲེལ་སྒྲོལ་དགོས་པ་མ་གཏོགས་མ་བརྟེན་པར་སོ་སོར་འཁྱེར་མཁན་གྱི་འཚོ་བ་འཁྱེར་མི་ཐུབ། རང་བཞིན་གྱི་ནད་དང་དེ་འདྲའི་གཞི་ཡོད་དུས་གཅིག་གིས་གཅིག་ལ་མ་དགའ་ཞེ་འཛིན་དང་གཅིག་གིས་གཅིག་ལ་གོད་རྒྱག་ཤུགས་གང་དུ་བརྗེད་བསྡད་བསྡད་ན་མི་གཅིག་བཟུང་ན་སེམས་སྐྱོ་ཨག་ཅིག་དང་སྡུག་བསྔལ་གྱི་མཚང་འདྲ་བོ་ཆགས་འདུག།
གོང་ས་མཆོག་གི་བཀའ་སློབ་གཉིས་ནས་གཤམ་གསལ་བྱས་པའི་བཟང་པོའི་ཡོན་ཏན་འདི་ཐོག་མར་ངོ་སྤྲོད་བྱེད་མཁན་གྱི་བླ་མ་ལྟ་བུ་ནི་ཨ་མ་རང་ཉིད་ཆགས་ཡོད། ཕྱིའི་སྟོན་མཁན་གྱི་བླ་མ་ནི་དུས་མཇུག་ཏུ་བྱུང་བ་ཞིག་ཡིན། མ་འོངས་པར་བླ་མའི་བྱམས་བརྩེའི་བསླབ་བྱ་རྣམས་ཕྲུ་གུའི་སེམས་ལ་ཟུག་མིན་གྱི་གནད་འགག་ནི་ཐོག་མའི་བླ་མ་དང་པོ་ཨ་མའི་གཞི་རྟེན་ཡག་པོ་བཏང་མིན་ལ་རག་ལས་ཡོད་པས་ཤིན་ཏུ་གནད་འགག་ཆེན་པོ་ཆགས་ཡོད། འོན་ཀྱང་ཚེ་གཅིག་གི་དབང་དུ་བྱས་ན་ཚེ་གཏད་ཀྱི་ཉམས་མྱོང་བག་ཆགས་ཀྱིས་མི་ཚེ་འདི་གཞི་ནས་འཚར་ལོངས་བྱེད་སྐབས་ཁྱད་པར་ཤིན་ཏུ་ཆེན་པོ་ཡོད་པ་གསལ་བོ་ཡིན།

གོང་ས་མཆོག་གི་བཀའ་སློབ་འོག་གི་དེབ་འདི་འབྲི་སྤྱོད་འདི་ཕྱི་ནང་བཅུ་ཆའི་མང་པོ་ཞིག་འཛོམས་པའི་ཐོག་ནས་ཡོང་དགོས་བ་དང། གཙོ་བྱས་མི་རིགས་རང་ཉིད་ཀྱི་ཞུམ་པ་མེད་པའི་སྙིང་སྟོབས་བཅུ་ཆའང་ཐུགས་ནས་སྤྲད་གསལ་གྱི་དེ་བ་ཅུང་ཟད་ལ་འཁྱོག་བཤད་དང་བློ་ཡང་འོ་མའི་གྱི་ཨང་དུ་སྣང་ཡང་མ་གསོ་བ་ཞིག་ཉེ་བར་འདི་བཤད་དགོས།
གོང་ས་མཆོག་གི་བཀའ་སློབ། ང་རྒྱ་ནག་ཏུ་བསྐྱོད་སྐབས་རྒྱ་ནག་བྱང་ཤར་གྱི་ས་མཚམས་སུ་ཡེན་ཕེ་ཞེས་ཁྲོ་ཞན་མི་རིགས་ཀྱི་ས་ཁུལ་དེར་ལྟ་སྐོར་སྐབས་མཐོ་རིམ་སློབ་གྲྭའི་ནང་སློབ་ཚན་ཚང་མ་ཁྲོ་ཞན་ཁོ་རང་ཚོའི་ཡི་གེའི་ཐོག་སློབ་ཀྱི་ཡོད་ཟེར་འདུག་པར་ངོ་ཚ་ཆེན་པོ་གཏོང་བྱུང། དེར་བརྟེན་འཛམ་གླིང་ནང་སྤྱི་ཐུགས་ཤེས་རིག་རྣམས་དབྱིན་ཇིའི་སྐད་ཡིག་སྤྱི་ནས་སློབ་མ་དགོས་པར་བོད་པའི་སྐད་ཡིག་ནང་ལྷབ་ཀྱི་ལས་ཀ་དེར་དག་ཞིང་ནན་ཏན་བྱ་དགོས་པའི་ལོ་ཤས་ནང་ལངས་ལས་དེར་སྤྱིར་དགའ་ཡང་འབད་བརྩོན་བྱས་ཏེ་ནམ་ཞིག་ལག་ལེན་ཐུབ་ཐུབ་པ་བྱ་དགོས། དོན་ཡང་མི་རིགས་རང་ཉིད་ཀྱི་ཁྱད་གཤིས་དང་གཟུ་བོ་མ་ངེས་པའི་བོད་ཕྲུག་འཚར་ལོངས་ཡོང་བའི་ཆེད་དུ་སློབ་གྲྭ་དེ་འདྲ་ཞིག་བརྩིགས་པ་རེད།
ས་ཕྱོགས་ཀྱི་བཀའ་སློབ། སྤྱིར་བཏང་ཆ་སྙོམས་བྱས་ནས་བཤད་ན་ང་རང་ཚོའི་སོ་སོའི་ཆོས་དང་རིག་གཞུང་ཐོག་ལ་དོ་སྣང་བྱེད་མཁན་དཀོན་པོ་འདུག་དེ་ནི་ད་ལྟའི་ཆར་ཉིན་རེའི་འཚོ་བའི་ནང་ལ་དེ་ཙམ་དགོས་མཁོར་མེད་པར་ལྟ་བུ་མཐོང་སྟེ། ལྷོད་ཡངས་དང་སྣང་ཆུང་དུ་སོང་ནས་འཐུས་ཤོར་འགྲོ་གི་མེད་དམ་སྙམ། ཁ་སང་ས་གནས་གཞོན་ནུ་ཚོར་སྐད་ཆ་བྱུང་བ་བཞིན་དེ་ལ་དོ་སྣང་ངེས་པར་དུ་བྱེད་དགོས། ང་ཚོས་རྒྱ་མིར་ཕར་མཛུབ་མོ་བཙུགས་ཏེ་ང་ཚོའི་རིག་གཞུང་རྩ་གཏོར་གཏོང་གི་འདུག་ཅེས་ཤོད་ཀྱི་ཡོད། རྒྱ་མིར་ཚུར་ཡོང་སྟེ་ཁྱེད་རང་ཚོས་རིག་གཞུང་ཅི་ཙམ་ཤེས་ཀྱི་ཡོད་ཅེས་དྲིས་ན། མགོ་འཕུར་ནས་སྡུག་གུ་ཤོང་ན་ངོ་ཚ་བོ་ཆགས་ངེས་ཡིན། བོད་ནང་ལ་བྱེད་མི་ཆོག་པའི་བཀག་སྡོམ་ཡོད་པའི་རྐྱེན་གྱིས་བོད་པ་ཚོས་བོད་ཡིག་དང་བོད་ཀྱི་རིག་གཞུང་སློབ་སྦྱོང་བྱེད་རྒྱུ་འཐུས་ཤོར་ཕྱིན་པ་རེད། ང་ཚོའི་མིའི་ལུང་པ་བཀག་སྡོམ་བྱེད་མཁན་གསལ་ཡང་མེད། བཀག་སྡོམ་བྱེད་མཁན་མེད་པའི་གནས་ཚུལ་འོག་ནས་འཐུས་ཤོར་བྱས་ན་ངོ་ཚ་བོ་དང་གྱོང་ཆེན་པོ་རེད། འདི་ལ་ང་ཚོས་དོ་སྣང་བྱེད་དགོས། ཐུགས་ཆེ་གནང།
གོང་ས་མཆོག་གི་བཀའ་སློབ། སྐད་ཡིག་ལ་དག་བཅོས་དང་འཐབ་རྩོད་ཀྱི་ངོ་བོ་བཅས་ཤོག་སྐད་ཡིག་གིས་མཚོན་སོ་སོའི་མི་རིགས་ཀྱི་ནང་མི་ཟུར་དུ་བསྐྱེད་ཐུབ་པའི་བྱ་གི་ཡོད་པ་འདི་དག་ལ་ང་ཚོས་སློབ་སྦྱོང་དང་གཅེས་འབྲེལ་གཏོང་རྒྱུ་ཡིན་པ་ངོས་ཟིན་རྩིས་སྦྱོར་བྱེད་པ་བྱེད་དགོས་པ་དགོས་ནས་ཧ་ཅང་ཆེན་པོ་ཆགས་ཡོད། ང་ཚོས་ཞི་བདེ་དེ་སླེབས་ཤིང་རང་ཉིད་ཀྱི་སྐྱེ་སྲོག་གི་ཐོག་ཏུ་དོ་སྣང་མ་བྱུང་བར་ཉམས་བརླག་ཕྱིན་ན་ཧ་ཅང་ཐབས་སྐྱོ་བའི་རང་བཞིན་ཡིན་སྟབས། ང་ཚོ་བོད་མི་རིགས་ཀྱི་ཁྱད་ཆོས་སུ་སྣང་བ་དེ་དག་ལ་མ་རག་པའི་གནོད་འཚེ་ཡོད་ན་གནོད་འཚེ་ཐ་དད་ལས་དེ་ནི་རང་གི་སྐད་ཡིག་ལ་རང་ཉིད་ཀྱིས་ཐ་སྐྱེད་དང་སློབ་སྦྱོང་བྱེད་དགོས་པ་དེ་གལ་ཆེན་པོ་རེད།

བོད་ཡིག་ནི་གླུ་གར་གྱི་ཕ་ས་ཡིན་ཟེར་བ་ལྟར་གླུ་གར་ནི་ང་ཚོ་དང་བྲལ་ཐབས་མེད། དེས་ན་མཚམས་འདི་ནས་སློབ་ཕྲུག་འབྲོང་བ་བསྟན་འཛིན་ཆོས་འཛོམས་སོགས་ཀྱིས་སྤྲོ་རྒྱུན་གྱི་རྐང་མ་བོར་ཞིང། དུས་རིམ་གྱི་ཉམས་མ་ཤོར་བའི་ཞབས་བྲོ་ཨེ་མ་ཧོ་ངོ་མཚར་ཆེ་ཟེར་བ་ཅིག་ཚང་མས་བསོད་ནམས་དུ་འབུལ་དགོས་པའི་རྣམ་པ་ཚོས་གསན་གཟིགས་གནང་རོགས།